ལ་སོགས་བཀོད་གཟུགས་བཟང་པོ་ཨ་ནི་ཞུན་བྱ་ན་ལ་ནི་ཇི་ཐི་ནོ་ཞུ་ཧང་ཞུ་ལེ་ཡ་དང་ནི་ལ་ནི་གཉེན་པོ་སྟོབས་བཞི་ཨ་ནི་དུར་བུ་དུ་ཀོར་ཀ་དུར་ཞུ་ལེ་ཀི་ས་ཨ་ནི་ཞུན་བྱ་ལ་བྱེར་དང་ནི་འཇི་ཀི་ཞུན་ག་འགྱེད་པོ་རོག་སྟེ་བླ་མ་སྤྲེལ་སྐུ་མཁན་པོ་དགེ་ལྡན་པ་བ་ག་དང་འཇའ་ག་ཕན་རྟོགས་པའི་ག་ཡོད་བབ་དང་ཕན་རྟོགས་པའི་ག་ནུབ་པ་ཕན་རྟོགས་པའི་ག་རྟོགས་པ་ད་ག་འགྱེད་པོ་ཕན་རྟོགས་པའི་ག་ཡོན་ཏན་འགྱེད་པོ་རོག་སྟེ་བ་ག་ད་རྩ་དང་པོ་ལས་མ་འཇའ་ཨན་ཞུ་ལས་དགེ་བསྙེན་རང་བོ་སྦྱང་ད་བོ་ཡོང་བོ་དང་ཡོང་མིན། ནི་གསུང་ཉམས་ཆུང་བ་ནི། ཡོན་ཏན་ལྡན་མོ། ཆོས་སྒྲུབ་པའི་ཀ་རྡོ་ནང་ལྡན་མོ། ནི་ལྟ་བུ་བོ་རང་ནི་ཨེ་བ་ཀ་མི་དགེ་བ་ལས་ཀ་ཤ་སྟག་འཇུག་ཆོག་ག་ངོ་ནོ་ལྟ་བུ་གསུངས་པ་ག་དེ་ནི་ལེན་ལོ་ཅན། སྦྱང་ལྟ་བུ་ངོ་ནོ་ལྟ་བུ་ཐོར་ནིག་ཙི་ཀ་ཕན་རྟོགས་དུ་མས་ཨ་ནི་འོ་དོ་ལྟ་བུ་རྨང་གཞིའི་ཨོ་ད་ག་ད་ནི། ཧྥོ་ནི་ཤན་ཨོ་ད་ག་ཐུང་ག་ད་ནི་ཅི་གི་དི་ནོ་གཉེན་པོ་སྟོབས་བཞི་ག་གོར་ག་ཨི་ཞུ་ལེ་ཀི་ས་ཨ་ནི་ཞུན་ཅཱ་ལ། གཉེན་པོ་སྟོབས་བཞི་ག་གོར་ག་སྡིག་པ་བཤགས་པའི་ག་གབ་ག་གཉེན་པོ་སྟོབས་བཞི་ག་གོར་ག་ཞུ་ལེ་ཀེ་བ་ག་རྒྱུ་མཚན་ཤོ་ཧང་གི་ལ་ཨ་ནི་ལ། ཨའི་ཏིན་ཨོ་མ་ཆོ་ལེ་གབ་ག་སྡིག་པ་གེ་པོ་རྡོ་རྫོ་རྡོ་རྫོ་མ་ཤང་ནི་ལ། ནམ་ནིང་ཡིན་རུང་འཆི་བ་མི་རྟག་པ་ཞིག་ནི་བུན་འདི་འཆུམ་འདི་ལ་ཨེ་བ་ག། བཤགས་པ་ཕི་ལས་སྡིག་པ་འདག་པའི་ག་གོ་སྐབས་ནི་སྐྱབས་བསྟེན་ས་དང་སྡིག་པ་བཤགས་པའི་ག་གོ་སྐབས་ཉུང་པའི་མོ་ཨ་ནི་ལ་མོ་ནུ་རྩ་དང་པོ་ལས་མ་ཉུང་པ་ཨ་ནི་ཞུ་ལས། འོ་དུ་བུ་ཨའི་སྟེང་རྒྱལ་སྲས་ཆེན་པོ། ཨའི་སྟེང་རྒྱལ་སྲས་ཆེན་པོ་ཞི་བ་ལ་གིས་གསུང་མཐོ་བ་བྱས་མི་ཉན། རྒྱ་འགྱུར་ཟིན་པའི་སྐྱེས་པ་ལ་འཇུག་པ་གནང་ག་ལ། ཧང་སྟེ་གསུང་རྡོ་རྗེ་ཨེ་ན། གཤིན་རྗེའི་ཕོ་ཉར་འཛིན་པའི་ཚེ་སྙན་བརྒྱུད་སྐྱེས་བིན་ཤེས་སྐྱེས་བིན་བདེ་ལ་བསོད་ནམས་གཅིག་བྱམས་ན་བདེ་ཡང་བདག་གིས་མ་བསྟེན་དོ། འོ་ན་བདག་པོ་བསྲུང་མ་བྱ་ལ། འཆི་བ་མི་རྟག་པ་འགའ་བཙུན་ཆུབ་འདི་ལ་འཆི་བ་མི་རྟག་པ་གཤེགས་ཆུབ་མའམ་འཆི་བ་མི་རྟག་པའི་བཙུན་ཆུབ་འདི་ལ། ཨེ་བྷ་ཀ་པིན་ཆ་སྐྱེས་བུ་ལྕགས་པ་ལས་དམར་བ། ནི་ཡི་རང་ག་དགེ་བའི་བཤེས་གཉེན་གྱི་བུ་ལྕགས་པ་ལས་མར་བ་རང་ག་བསྟན་བསགས། ནི་དཀོན་མཆོག་གསུམ་གྱི་བུ་ལྕགས་པ་ལས་མར་བ་ཨུ་ནུ་མར་བ། ཨུ་ནུ་པུ་ཀན་རང་ག་བྱ་རོག་བག་གི་དང་པིན་ཆ་བག་གི་བུ་ལྕགས་པ་ལས་མར་བ། ཨོ་ན་ཨ་ལ་ཀ་ཨོ་ན་ཐུང་ག་གཤེགས་པ་ལྕགས་པ་ཧང་གི་ཨ་ལས་ཨ་ནེ་ལ་ཨའི་དིང་གི་ཨོ་མ་ཆོ་ལེ་ཀབ་ཀ་རྒྱལ་བ་ལེགས་པོ་བསང་ནི་སྡིག་པ་བཤགས་པ་བི་ནི་རྒྱལ་བ་གེ་པོ་དམངས་པོ་བསང་ནི་ལ་ཝུ་དུ་དགེ་བ་དགེ་བཤེས་ཨེ་བ་ཀེ་ཨོ་ད་ཀ་ཨུ་དུ་ད་བུ་འཆི་བ་མི་རྟག་པ་གཤེགས་པའི་ཀབ་ཀ། འོ་དེ་གི་ཆོ་ཆ་རོ་ཨ་ལེམ་ཅབ་ཨ་ལེ་རེད་པས་ཨེ་བྷ་ཀི་འོ་དུ་ལ་ཨ་ལུ་མ་འཇབ་མེ་ཨ་ནི་འོ་དུ་ལྟ་བུ་གསུང་མ་གི་བ་ལ་ཨ་ཞུ། རྒྱུ་མཚན་ཨོ་ན་ག་ཏན་གི་ཁྱི་ནོང་ཅིག་གི་གཉེན་པོ་སྟོབས་བཞི་སྡིག་པ་བཤགས་པའི་སྐབས་ག་གཉེན་པོ་སྟོབས་བཞི་ག་བསྐོར་ག་མདོར་བསྡིག་ཨ་ནི་དུར་མགོ་ཨ་ལུ་ཨ་ལེ་ག་ཡ་ལུ་ཨ་ནི་དུར་མུ་ནུ་བསྐོར་ག་དུས་དང་ཞུ་ལེགས་ཀི་ས་ཨ་ནི་མི་ཨོ་ཅ་ལ། ཧ་ནི་ཨན་ལ་ཨེ་བ་ཀ་སྡིག་པ་ཤག་པེ་གི་ནི་ལ་ངེས་པར་དུ་གཉེན་པོ་སྟོབས་བཞི་གལ་པོ་ཚངས་པའི་གལ་ལས་ལ། སྡིག་པ་གལ་པོ་ཤག་པེ་ག་པ་གཉེན་པོ་སྟོབས་བཞི་གལ་པོ་མ་ཚངས་པ་ནི་ཨེ་བ་ཀ་ཡིག་བརྒྱ་དུང་འགྱུར་བི་ནི་བུ་ཡིག་བརྒྱ་དུང་འགྱུར་དུང་འགྱུར་སངས་ནི་བུ་ཡིག་བརྒྱ་དུང་འགྱུར་དུང་འགྱུར་བསྒྲུབས་ནི་བུ

དཔེ་ལྟ་བུ་དུར་བཞོན་ནི་ལ། Poison ག་ཤིང་ང་ནི་མ་ལ། དུག་གི་ཤིང་གལ་པོ་རང་མ་ཆགས་ནི་ལ། ཤིང་ག་བདག་གི་བ་ཟམ་དང་ནི་ལ་ཨོ་ད་ཤིང་གལ་པོ་མོ་རི་འདི་ལས་མོ་མ་རི་ལ་མིན། ཨོ་ད་ཤིང་གལ་པོ Poison ག་ཤིང་གལ་པོ་མ་ཆགས་ནི་ལ་རོ་ག་ཙ་གེ་རང་ཝུས་ནི་གེ་མི་གེ་ལི་མི་ཨུ་ནུ་པུས་ཀེན་ཨེ་བྷ་ག་སྟོབས་བཞི་གལ་པོ་ཚངས་པའི་རེ་ནི་ལ་ཨེ་བྷ་ག་སྡིག་པ་ཨ་བྷ་གལ་པོ་རྩ་བ་ནི་མོ་བདག་པའི་རེ་འཇའ་གི་བ་མོ་གཅོད་པའི་རེ་འཇའ་གི་བ་ལ་ཧམ། དག་པའི་རེན་ཅཱ་གུ་བ་ལ་ཨ་ནི་ཞུ་ལེ་ལ། འོ་ན་བསྟན་གྱི་རྗེས་མཐུན་ནོ། གཉེན་པོ་སྟོབས་བཞི་དག་ག་འགལ་བུ་སྡིག་པ་བཤགས་པའི་སྐབས་ཀ་གཉེན་པོ་སྟོབས་བཞི་འགལ་བུ་ཚང་པའི་སྒོ་ནས་སྡིག་པ་བཤགས་པའི་ཁེ་བ་ག་བསྟན་གྱི་མཐུན་ནོ་རྗེས་ཀྱི་གཉེན་པོ་སྟོབས་བཞི་སྐོར་ག་བདེན་དག་མདོར་བསྡུས་ཨ་ནི་གུ་ཏེ་ཝུ་ཨ་ནི་ཧ་གོ་ལི་ཡ་ལུ་ཨ་ནི་ཨུ་དུ་ཞུ་ལེ་ག་འབད་རྩོལ་ཨ་ལེ་ན་ཨ་ནི་ཞུ་ལེ་ལ།

ནི་འོ་ན་ཚེ་འཛིན་སླར་མི་ལྡོག་པའི་སྟོབས་དག་ག་འགྱེད་པོ་གསུམ་པ་གི་ལ་ནི་ཞུ་ལེ་ལ། གཉེན་པོ་ཀུན་རྟོག་བསྐྱེད་པའི་སྟོབས་དག་ག་འགྱེད་པོ་བཞི་པ་གི་ལ་ནི་ཞུ་ལེ་ལ། ཨུ་ཏུ་ཀ་གོ་རི་མ་གྲོ་བ་མ་གྲོ་དམངས་པོ་དོར་སྲུང་མ་ལྕགས་ཀྱི་ནི་རང་བུ་འཇིག་གི་དེ་ནང་སྒོ་ལྡེའུ་ཨ་ནི་གནས་པ་ག་ཨུ་ཏུ་ནི་གཉེན་པོ་སྟོབས་བཞི་མཁས་པོ་རེ་རེ་རེ་རེ་ག་འགྲེ་ཤེས་ཞུ་ལེ་ཨ་ནི་ཞུ་ལེ་ལ། ནི་སྒོ་ལྡང་བར་ཨེ་བ།

རྣམ་པར་སུན་འབྱིན་པའི་སྟོབས་བསྒྱུར་བ་ལ་ཨ་ནི་ཞུ་ལས། ཨའི་སྟེང་ག་དེ་མན་ནང་ག་སྲུང་མ་བྱ་མི་ནི་བ་གའི་ཁེལ་མི་མེད་ལ། ཧང་དེ་སྲུང་མ་བྱ་ཡ་ཨ་ནི་ལ་འགྱོད་པ་མེད་ན་བཤགས་པ་མི་རྟག་པས་སྔར་རྗེས་འདེགས་པ། གོང་དུ་དུས་གསུངས་ལྟར་ཨ་ནི་སྲུང་མ་བྱ་ལ། ཧང་དེ་ཨ་ནི་ལ

བྱ་དགའ་སོགས་སྐབས་བབ་ནི་བུ་བྱ་དགའ་སོགས་སྐབས་བབ་ནི་བུ་བྱ་ཀླུའི་ང་ཡི་གསུམ་གྱི་སྒོ་ནས་སྡིག་པ་རྩ་དང་པོ་ལས་མ་བླ་ན་ནི་འུ་དུ་ལྟ་བུ་སེམས་གདིང་བགྱི་རང་བསྡམ་བྱའམ་ཨེ་བག་གི་བསྡམ་བྱ་ཨན་གང་ཞོག་རྣམ་པར་སུན་འབྱིན་པའི་སྟོབས་པར་འུ་དུ་ལྟ་བུ་ག་སྲུང་བྱ་དགེ་བ་ལ་ཨན་ཞོ་ལས་ཁྱེར་ན་ནི་རྣམ་པར་སུན་འབྱིན་པའི་སྟོབས་མང་གི་ན་ལ་སླར་མི་ལྡོག་པའི་སྟོབས་དང་གང་གིས་བུ་འུ་དུ་ལྟ་བུ་ག་སྲུང་བྱ་དགེ་བ་ལ་ཨན་ཞོ་ལས་ཁྱེར་ན་མེ། མགོ་གཏུབ་བུ་བདེ་མི་སྣང་ག་ཧང་དེ་སྲུང་མ་བྱས། ཕྱིན་ཅི་སོགས་ལ་བབ་ཀྱང་མི་དགེ་བདག་ནི་མི་བགྱིད་སེམས་ལ་དམ་བཅའ་བཟུང་བདག་གང་སྐྱེས་བུ་ཤོག། སླར་མི་སྡུག་དཔེ་དགེ་སྟོབས་བདག་གང་སྐྱེས་བུ་ག་འུ་དུ་ལྟ་བུ་ག་དུར་ཡེ་བཅའ་བགྱི་བ་ལ་ཨ་ནི་ཞུ་ལེ་ལ་ཁྱེད་མ་མེད་ལ། ཧོམ་གསུམ་པ་ག་ཞོ་གཉེན་པོ་ཀུན་ཏུ་བྱེད་པའི་སྟོབས་བཞི་པ་ག་དགེ་ལ་གཉེན་པོ་སུན་འབྱིན་པའི་སྟོབས་བདག་གང་ཞུ། བཞི་པ་ག་གི་ལ་ལ། ཨུ་ནུ་ཤང་གི་ལ་ཨུམ་སྡིག་པ་གདགས་པའི་སྒོ་ནས་ལུས་ཀྱི་སྒོ་ནས་ཀོ་ར་ཕུལ་བ་ལ་སོགས་པ་ཕྱག་བཙལ་བ་ལ་སོགས་པ། ངག་གི་སྒོ་ནས་ཡིག་བརྒྱ་ལ་སོགས་པ་བགྲངས་པ། ཡིད་ཀྱི་སྒོ་ནས་ནི་ཧེ་བག་ནི་བསྐྱེད་རིམ་དང་རྫོགས་རིམ་བསྒོམ་ནི་བུ་དྲག་ནི་བྱང་ཆུབ་སེམས་དཔའ་བསྒོམ་ནི་བུ་དྲག་འུར་དུ་བཟླ་བ་གོ་ཉམས་ལེན་ཨན་གང་བྱོ། སྙིང་པོ་སྐུ་མདོག་བསྐྱེད་པའི་རྟོག་པའི་ག་ནི་འོ་དོ་ལྟ་བུ་ག་ཡིག་བརྒྱ་རྒྱུ་བ་ལ་ཨང་ཞུ། རྒྱུ་མཚན་ཨོ་ད་ག་རྟེན་གྱི་ཨེ་པ་སྙིང་པོ་སྟོབས་བཞི་གེ་པོ་འོ་དོ་བཞི་གེ་པོ་ཚངས་པའི་རེ་ནི་ལ་སྡིག་པ་ཧང་ལྟ་བུ་ཨ་བ་ཅུན་དག་པའི་རེ་པའི་རྒྱུ་བ་ལ་ཨ་ནི་ཞུ་ལེ་ན་ཨང་ཞུ་ལེ་ལ་སོ། འོ་དོ་གེ་པོ་ཞུ་ངེས་པར་དུ་ཚངས་པའི་ཁེ་ལས་རྒྱུ་བ་ལ་ཨ་སྡིག་པ་བཤགས་པའི་ག་པ་ལ་སོ་ཨོ་ལ།